དབུས་འོས་བསྡུ་ལས་ཁང་གི་གསར་འགོད་གསལ་བསྒྲགས། འཛམ་གླིང་ས་ཕྱོགས་གང་ས་ནས་གསན་གཟིགས་གནང་བཞིན་པའི་རྒྱ་ཆེ་རྒྱ་ཆེ་བོད་རིགས་སྤུན་ཟླ་རྣམ་པ་དང་གསར་འགོད་པ་རྣམ་པ། དེ་བཞིན་བོད་དོན་ཐོག་རྒྱབ་སྐྱོར་གནང་མཁན་སྤྱི་སྒེར་ཡོངས་ལ་ཡང་བོད་མིའི་སྒྲིག་འཛུགས་ཀྱི་དབུས་འོས་བསྡུ་ལས་ཁང་ནས་མཛའ་བརྩེ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ཐོག་མར། བོད་མིའི་སྒྲིག་འཛུགས་ཀྱི་དབུས་འོས་བསྡུ་ལས་ཁང་དང་ས་གནས་འོས་བསྡུ་ལས་ཁང་རྣམས་ནས་བཙན་བྱོལ་བོད་མིའི་བཅའ་ཁྲིམས་དང། བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི་དགོངས་དོན། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་རྩ་དྲུག་ལོའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་བོད་མི་མང་སྤྱི་འཐུས་སྐབས་བཅོ་བརྒྱད་པའི་འོས་བསྡུ་ཆེན་མོ་དེ་བཞིན་དྲང་བདེན། དང་འདྲ་མཉམ། རང་དབང་བཅས་ཀྱི་ངང་བསྒྲུབ་རྒྱུའི་ཆོད་སེམས་བརྟན་པོ་ཡོད། ཚང་མས་དགོངས་པའི་མངའ་གསལ་བཞིན་ལོ་ལྔ་རེའི་མཚམས་འོས་བསྡུ་ཆེན་མོའི་དུས་ཚེགས། འཁེལ་གྱི་ཡོད་པ་དེ་རིང་རེས་གཟའ་མིག་དམར་གྱི་དུས་བཟང་དང་བསྟུན་དབུས་ཡུལ་བདེ་ལེགས་ཁང་ནས་འདི་ལོའི་གསར་འགོད་ལྷན་ཚོགས་ཐོག་མ་འདི་བསྡུས་སྐོང་ཞུས་དོན་གལ་ཆེ་དོན་ཚན་ཁག་ཅིག་ཐོག་ངོ་སྤྲོད་དང་གསལ་བསྒྲགས་ཞུ་རྒྱུ། དང་པོ། བཙན་བྱོལ་བོད་མིའི་བཅའ་ཁྲིམས་ལེའུ་བརྒྱད་པའི་དོན་ཚན། མགོ་བདུན་པའི་ནང་ཚན་གཉིས་པའི་བཀའ་པ་དང། བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི་ལེའུ་གཉིས་པ་དོན་ཚན་ལྔ་པ་ནང་གསེས་གསུམ་པ་ནང་གསལ། སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་བསྡུ་གནམ་བསྐོའི་སྐབས་འོས་བསྡུའི་ལས་རིམ་གསལ་བསྒྲགས་བྱས་པ་ནས་དངོས་གཞིའི་གྲུབ་འབྲས་གསལ་བསྒྲགས་མ་བྱས་བར་གྱི་དུས་ཡུན་རིང་དབུས་འོས་བསྡུ་ལས་ཁང་ལ་འོས་བསྡུ་འགན་འཛིན་ལས་འབར་གཉིས་འགོད་པར་ཞེས་པའི་དགོངས་དོན་བཞིན་སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་རྩ་དྲུག་ལོའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་བོད་མིའི་སྤྱི་འཐུས་སྐབས་བཅོ་བརྒྱད་པའི་འོས་བསྡུ་ཆེན་མོའི་ལས་རིམ་དེའི་ཆེད། སྤྱི་ཟུར་ཚེ་རིང་གཡུ་སྒྲོན་མཆོག་དང། དྲུང་ཆེ་ཟུར་པ་སྣང་ས་ཆོས་སྒྲོན་མཆོག་རྣམ་གཉིས་ལ་འོས་བསྡུའི་འགན་འཛིན་ལེགས་པར་དུ་བསྐོ་གཞག་གནང་བ་དང། སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་པའི་ཚེས་གཅིག་རེས་གཟའ་ལྷག་པའི་ཉིན་ཆེས་མཐོའི་ཁྲིམས་གཞི་ཁང་ཕྱེ་བའི་མདུན་ལས་ཁུར་དམ་འབུལ་དང་སྦྲགས་འོས་བསྡུའི་ལས་རིམ་འགོ་འཛུགས་ཞུས་པ་ཡིན། ཁོང་གཉིས་ལ་དབུས་འོས་བསྡུ་ལས་ཁང་ནས་འཚམས་འདྲི་བཀྲ་ཤིས་ལེགས་ཞུ་རྒྱུ་ཡིན། གཉིས་པ། སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་རྩ་དྲུག་ལོའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་བོད་མི་བོད་མི་མང་སྤྱི་འཐུས་སྐབས་བཅོ་བརྒྱད་པའི་འོས་བསྡུ་ཆེན་མོའི་ལས་རིམ་གསལ་བསྒྲགས། གཉིས་ཚགས་གཅིག་བཙན་བྱོལ་བོད་མིའི་བཅའ་ཁྲིམས་དང་བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི་དགོངས་དོན་དེ་རིང་སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ

སྤྱི་ལོ་ཉིས་སྟོང་ཉིས་བརྩ་དྲུག་ཟླ་བ་གཉིས་པའི་ཚེས་གཅིག། རེས་གཟའ་ཉི་མ་དང། དངོས་གཞིའི་འོས་བསྡུ་སྤྱི་ལོ་ཉིས་སྟོང་ཉིས་བརྩ་དྲུག་ཟླ་བ་བཞི་པའི་ཚེས་ཉིས་བརྩ་དྲུག། རེས་གཟའ་ཉི་མ་བཅས་སོ་སོར། བོད་མིའི་འདུས་སྡོད་ཡོངས་སུ། ས་གནས་སོ་སོའི་དུས་རིམ་ས་ཁུལ Time Zone ལ་གཞིགས་པའི་ཉིན་གྱ་དུས་གཅིག་ལ་བྱ་རྒྱུའི་དུས་ཚེས་གཏན་འཁེལ་ཞུས་པའི་གསལ་བསྒྲགས་ཞུ་རྒྱུ་ཡིན། གཉིས་ཚགས་གཉིས། ད་ལྟ་སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་རྩ་དྲུག་ལོའི་འོས་བསྡུ་ཆེན་པོའི་སྔོན་འགྲོ་དང་དངོས་གཞིའི་ལས་རིམ་དེ་ཡང། སྔར་ལམ་བཞིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང། བོད་མི་མང་སྤྱི་འཐུས་སྐབས་བཅོ་བརྒྱད་པའི་འོས་བསྡུ་དུས་གཅིག་ལ་བསྐྱངས་རྒྱུའི་གཏན་འཁེལ་བྱུང་ཐུབ་པ་ནི། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་སྐབས་བཅོ་བརྒྱད་པའི་བོད་མི་མང་སྤྱི་འཐུས་ཀྱི་འོས་བསྡུ་དེ་སྔ་དེ་སྔ་སྣུར་ཆོག་པའི་སྤྱི་སྨན་གོང་བཞེས་རླབས་ཆེན་མཛད་པར། དབུས་འོས་བསྡུ་ལས་ཁང་ནས་ཡི་རངས་བསྔགས་བརྗོད་ཞུ་རྒྱུ་ཡིན། གཉིས་ཚགས་གསུམ། སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་རྩ་དྲུག་ལོའི་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོའི་བོད་སྒྲ་ནི། ང། བོད་ཡིན། ངས། བོད་ལ་འོས་འཕེན། ཞེས་ཡིན་པས་དེའི་དམིགས་ཡུལ་གཙོ་བོ་ནི། བོད་མིའི་གཅིག་སྒྲིལ་གྱི་ངོ་བོ་དང་གཅིག་སྒྲིལ་གྱི་ནུས་སྟོབས་མཚོན་ཐུབ་ཐབས་ཤིག་ཡིན། གཉིས་ཚགས་བཞི། སྔར་ལམ་བཞིན། དབུས་འོས་བསྡུ་ལས་ཁང་ནས་འོས་བསྡུ་ཆེན་མོ་དུས་ཐོག་འགྲུབ་རྒྱུའི་ཆོད་སེམས་བརྟན་པོ་ཡོད་པར་རྒྱ་ཆེ་མང་ཚོགས་ནས་ཀྱང་ཞུ་སྒོ་ཁག་ཁྲིམས་སྒྲིག་དང་བཟང་སྤྱོད་དང་མཐུན་པའི་གནང་ཐབས་དགོས་རྒྱུ། བཙན་བྱོལ་བོད་མིའི་འོས་བསྡུ་ཆེན་མོ་དེ་བཞིན་མ་འོངས་བོད་བསྟན་སྲིད་ལས་དོན་གལ་འགངས་ཤིན་ཏུ་ཆེ་བ་ཡིན་པས་བྱེས་རྒོད་བོད་རིགས་ཡོངས་ནས་ཕྱོགས་ལྷུང་ཆགས་སྡང་མེད་པའི་ཐོག་འོས་བསྡུའི་ནང་ཆ་ཤས་བཞེས་རྒྱུ་གནད་ཀྱི་སྙིང་པོ་ཡིན། ཉིས་རྩ་ལྔ། བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི་དོན་ཚན་བཅུ་བདུན་པ་བཅོ་བརྒྱད་ཉི་ཤུ་ཉིས་རྩ་གཅིག་བཅས་ཀྱི་ནང་གསལ་ལྟར། འོས་འཕེན་པའི་མིང་གཞུང་དེབ་འགོད་ཞུ་ཕྱོགས་ཐད། ས་གནས་འོས་བསྡུའི་འགན་འཛིན་ཡོངས་ལ་སྒྲིག་གསལ་ལྟར་འོས་འཕེན་པའི་མིང་གཞུང་དངོས་ཡོད་ཁག་གཞིར་བཟུང་བདག་གཞལ་དང། ས་གནས་སོ་སོའི་འོས་བསྡུའི་དེབ་སྐྱེལ་ཟིན་ཁག་ལ་བསྐྱར་ཞིབ་བཅོས་སྒྲིག་དང། སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་པའི་ཚེས་བརྒྱད་ནས། ཟླ་བ་བཅུ་གཅིག་པའི་ཚེས་བརྒྱད་བར་འོས་འཕེན་པའི་མིང་གཞུང་དེབ་འགོད་ངེས་པར་མཇུག་སྒྲིལ་ཐུབ་པ་བྱ་དགོས། གཉིས་བརྩེགས་དྲུག། བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི་དོན་ཚན་བཅོ་བརྒྱད་ནང་གསལ་བཞེས་པ་ལྟར་སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་གཅིག་པའི་ཚེས་ཉེར་རྩ་གསུམ་བར། བོད་ཀྱི་ཡུལ་མི་རང་ལོ་བཅོ་བརྒྱད་ཧྲིལ་པོར་རང་རིགས་རྣམས་མིང་གཞུང་དེབ་འགོད་ཆོག་པ་ཡིན། ལྷག་པར་དང་བླངས་དཔྱ་དངུལ་འབུལ་འབབ་སྤྱི་ལོ་ཉིས་སྟོང་ཉིས་རྩ་དྲུག་ཟླ་བ་གསུམ་པའི་ཚེས་སུམ་ཅུ་སོ་གཅིག་བར་གཙང་ཕུལ་ཟིན་པ་དགོས། འོས་བསྡུའི་ཐོབ་ཐང་ལེན་པར་ས་གནས་གང་དུ་ཕེབས་ཀྱང་དཔྱ་ཁྲལ། ལག་དེབ་མཉམ་འཁྱེར་དགོས་པ་ནི་གནད་ཀྱི་སྙིང་པོ་ཡིན། གཉིས་ཚགས་བདུན། བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི་དོན་ཚན་དྲུག་ཅུ་རེ་བདུན་ནང་གསེས་བཞི་པ་ནང་གསལ། སྲིད་སྐྱོང་གི་དངོས་གཞིའི་འོས་གཞི་གཉིས་ལས་མ་ཉུང་བ་གསལ་བསྒྲགས་བྱེད་དགོས། ཞེས་གསལ་བ་ལྟར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གི་དངོས་གཞིའི་འོས་གཞི་གསལ་བསྒྲགས་ཞུ་ཕྱོགས་ཐད། སྒྲིག་སྲོལ་བཞིན། སྲིད་སྐྱོང་གི་སྔོན་འགྲོའི་འོས་ཐོབ་ཁོངས་ནས་ཨང་རིམ། རྩེ་བཏོག་གིས། དངོས་གཞིའི་འོས་མི་སུ་འོས་གཞི་གཉིས་འདོན་རྒྱུའི་གསལ་བསྒྲགས་བྱ་རྒྱུའི་ཐག་གཅོད་བྱས་པ་ཡིན། གཉིས་ཚར་བརྒྱད། བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི་ལེའུ་བཞི་པའི་དོན་ཚན་སུམ་ཅུ་སོ་བདུན་ནང་གསལ། བོད་མི་མང་སྤྱི་འཐུས་ཀྱི་ཡོང་ཁུངས་དང་རྩ་འབོར་གྱི་གྲངས་ཚད། བོད་ཀྱི་ས་ཁུལ་ཆོལ་ཁ་རེ་རེ་ནས་འོས་བསྡུ་བྱས་པའི་སྤྱི་འཐུས་ཕོ་མོ་ཁྱད་མེད་བཅུ་རེ་དང། དེའི་ནང་ཉུང་མཐར་བུད་མེད་གཉིས་རེ་དགོས། རྙིང་མ་དང་བཀའ་བརྒྱུད་ས་སྐྱ་དགེ་ལུགས་གཡུང་དྲུང་བོན་བཅས་ལྔ་པོ་རེ་རེ་ནས་འོས་བསྡུ་བྱས་པའི་སྤྱི་འཐུས་གཉིས་རེ་དང། བྱང་ཨ་རི་དང་ལྷོ་ཨ་རི། ཁུལ་གནས་སྡོད་བོད་མིའི་ཁོངས་ནས་འོས་བསྡུ་བྱས་པའི་སྤྱི་འཐུས་གཉིས། ཡུ་རོབ། ཨ་ཧྥེ་རི་ཁ་ཁུལ་གནས་སྡོད་བོད་མིའི་ཁོངས་ནས་འོས་བསྡུ་བྱས་པའི་སྤྱི་འཐུས་གཉིས། རྒྱ་བལ་འབྲུག་གསུམ་ཕུད་པའི་ཨེ་ཤེ་ཡ Australasia། ཁུལ་གནས་སྡོད་བོད་མིའི་ཁོངས་ནས་སྤྱི་འཐུས་གཅིག་བཅས་བོད་མི་མང་སྤྱི་འཐུས་ཀྱི་རྩ་འབོར་བཞི་བཅུ་ཞེ་ལྔ་ངེས་པ་ཡིན། གཉིས་ཚགས་དགུ། ད་ལན་འོས་བསྡུ་ཆེན་པོའི་སྐབས་འོས་གཞིར་ཞུགས་མཁན་གཙོ་བོ་དང་རྒྱ་ཆེ་མང་ཚོགས་ནས་འོས་བསྡུའི་སྒྲིག་གཞིར་ཐུགས་སྣང་ངེས་པར་གནང་ཕྱོགས་ཡོང་བ་དང་ལྷག་པར་སྒྲིག་གཞི་དོན་ཚན་ཉི་ཤུ་རྩ་བཞི་དང་རྩེ་ལྔ། གཉིས་ལ་དམིགས་བསལ་དོ་གཟབ་གནང་གལ་ཆེ། གཉིས་ཚགས་བཅུ། བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི་གཙོ་བོར་གྱུར་པའི་ཐོག་འོས་བསྡུ་དང་འབྲེལ་བའི་རྩ་འཛིན་ལམ་སྟོན་བཀོད་ཁྱབ་དོན་ཚན་བཅུ་བཞི་ཅན་ཞིག་ཀྱང་ཟུར་དུ་གཏན་འབེབས་ཞུས་ཡོད་པས་རྒྱ་ཆེ་མང་ཚོགས་ནས་གལ་ཆེ་དོན་ཆེན་ཐོག་ཐུགས་སྣང་ངེས་པར་གནང་དགོས། གཉིས་ཚགས་བཅུ་གཅིག། དེང་གི་ཆར་སྤྱི་ཚོགས་ཀྱི་དཀའ་ངལ་ཆེ་གྲས་ཤིག་ནི་འགན་འཁུར་གང་ཡང་མེད་པའི་ཁ་པར་དང་སྤྱི་ཚོགས་འདྲ་ལམ་སོགས་བེད་ལོག་གིས་བདེན་པ་མིན་པའི་གནས་ཚུལ་ཁྱབ་སྤེལ་གྱིས་སྤྱི་ཚོགས་དཀྲུག་གཞི་དང། བོད་མིའི་གཅིག་སྒྲིལ་ལ་གནོད་ཚབ་འགྲོ་ཉེན་ལ་སོང་རྒྱ་ཆེ་མང་ཚོགས་ནས་དགོས་མེད་དཀྲོག་རྐྱེན་རིགས་ལ་དབུ་མ་འཁོར་བར་དོགས་ཟོན་དང་གཡོ་བསྲང་བསྡུས་འབོད་བྱ་ར་དམ་འཛིན་ངེས་པར་གནང་དགོས། གཉིས་ཚགས་བཅུ་གཉིས། དེ་ནས་ས་གནས་འོས་བསྡུ་ལས་ཁང་ཁག་དང་རྒྱ་ཆེ་མང་ཚོགས་ལ་འོས་བསྡུ་དང་འབྲེལ་བའི་ལས་དོན་རྣམས་འགྲིག་མཐུན་ཚགས་ཚུགས་ཡོང་ཐབས་སུ་ཕྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་གཅིག་པའི་ཚེས་བཅུ་དྲུག་ཉིན་ས་གནས་འོས་བསྡུ་འགན་འཛིན་རྣམ་པར་ཟབ་སྦྱོང་ཞིག་གོ་སྒྲིག་ཞུ་རྒྱུ་དང། ཕྱོགས་ཟུང་དབུས་ནས་འོས་བསྡུའི་འགན་འཛིན་གསུམ་ས་གནས་སུ་ཆེད་བཅར་གྱིས་མང་ཚོགས་ལ་འོས་བསྡུའི་སྒྲིག་གཞི་དང་རྩ་འཛིན་ལམ་སྟོན་སོགས་ངོ་སྤྲོད་ཞུ་རྒྱུ་ཡིན། གཉིས་བརྩེགས་བཅུ་གསུམ། གསར་འགྱུར་བརྒྱུད་ལམ་ཁག་ནི་མང་གཙོའི་ཀ་བ་བཞི་པར་ངོས་འཛིན་ཞུས་པ་ལྟར་དངོས་ཡོད་གནས་ཚུལ་རྣམས་གཞི་རིམ་མང་ཚོགས་ལ་དུས་ཐོག་འཁྱོལ་ཐུབ་པའི་དམིགས་ཡུལ་དམིགས་བསལ་ནུས་པ་དང་ལས་འགན་ཡོད་པ་བཞིན། སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་རྩ་དྲུག་ལོའི་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་པོའི་ལས་རིམ་སྐབས། མང་ཚོགས་ལ་སྨན་པའི་གནས་ཚུལ་ཁྱབ་སྤེལ་རྒྱ་ཇེ་མང་གནང་བའི་ཡིད་ཆེས་ཞུ་རྒྱུ་ཡིན། གཉིས་ཚགས་བཅུ་བཞི། དེ་སྔ་སྤྱི་ལོ་ཉིས་སྟོང་ཉི་ཤུ་ཉིས་རྩ་གཅིག་ལོའི་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་པོའི་སྐབས་འཛམ་གླིང་ཁྱོན་ཡོངས་ལ་ཏོག་དབྱིབས་ནད་རིམས་ཁྱབ་གདལ་ཤུགས་ཆེར་འགྲོ་བཞིན་པའི་རྫ་དྲག་དཀའ་ངལ་འོག་འོས་བསྡུའི་ལས་དོན་ཁག་ལེགས་གྲུབ་ཐུབ་པ་ནི་སྐབས་དེའི་དབུས་འོས་བསྡུ་འགན་འཛིན་རྣམ་པས་གཙོས་འཛམ་གླིང་ཡུལ་གྲུ་ཁག་ཉི་ཤུ་རྩ་དྲུག་ནང་ས་གནས་འོས་བསྡུ་ལས་ཁང་ལྔ་བཅུ་ང་བརྒྱད་ནང་ས་གནས་འོས་བསྡུའི་འགན་འཛིན་རྣམ་པའི་འགན་ཁུར་ཆད་བཤད་ཐོག་ཚོགས་མི་དང་ཟུར་དཔང། ལས་བྱེད་བཅས་བསྡོམས་གྲངས་ཉིས་སྟོང་བརྒྱ་མེད་བཅུ་བཞི་དང། དེ་བཞིན་བོད་མིའི་སྒྲིག་འཛུགས་དང། བོད་མི་དམངས་བོད་མི་མང་ཚོགས་ནས་ཀྱང་དཀའ་ངལ་དུ་མར་གདོང་ལེན་གྱིས་དུས་ཐོག་འོས་བསྡུའི་ལས་དོན་ཚགས་ཚུགས་ངང་བསྒྲུབ་ཐུབ་པ་དེར་འབྲེལ་ཡོད་ཚང་མར་ཡི་རངས་ཡི་རངས་བསྔགས་བརྗོད་ཞུ་རྒྱུ་ཡིན། གཉིས་ཚགས་བཅོ་ལྔ་ཕྱོགས་ཟུང་ད་ལན། སྤྱི་ལོ་ཉིས་སྟོང་ཉིས་རྩ་དྲུག་ལོའི་འོས་བསྡུ་ཆེན་མོའི་སྐབས་རྒྱ་ཆེ་མང་ཚོགས་ནས་འོས་བསྡུའི་ལས་དོན་ཚགས་ཚུགས་ཡོང་སླད་ཕྱར་གྲུ་མཉམ་འདེགས་ཡོང་བའི་འབོད་སྐུལ་ཤུགས་དྲག་ཞུ་བཞིན་ཡོད། དང་དོན། ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང་ཐུགས་ཀྱི་བཞེད་དོན་མཐའ་དག་ལྷུན་གྱིས་འགྲུབ་པ་དང་བོད་དོན་བདེན་མཐའ་མྱུར་དུ་གསལ་བ། འདི་ལོ། བོད་མིའི་སྒྲིག་འཛུགས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཡི་གོ་སྟོན་དང་བཀའ་དྲིན་རྗེས་དྲན་གྱི་བྱམས་བརྩེའི་ལོར་གཞུང་འབྲེལ་སྲུང་བརྩི་ཞུ་གཏན་འཁེལ་བ་བཞིན་འབྱུང་འགྱུར་སྲིད་སྤྱི་སྲིད་སྤྱི་ཡི་འོས་བསྡུའི་ལས་དོན་ཐོག་ཐོག་མཐའ་བར་གསུམ་ལེགས་འགྲུབ་ཀྱིས་རྒྱལ་བའི་དགྱེས་པའི་མཆོད་སྤྲིན་དུ་གྱུར་པའི་སྨོན་འདུན་ཞུ་རྒྱུ་བཅས་ཀྱི་གསལ་བསྒྲགས་སུ་དབུས་འོས་བསྡུ་ལས་ཁང་ནས་སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་པའི་ཚེས་བདུན་ལ།